ཁམས་དཀར་མཛེས་རྫོང་ནི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གྱི་གཞུང་བརྒྱུད་དུ་གནས་ཤིང་ཁམས་ཡུལ་གྱི་འབྲུ་མཛེས་དང་ཞབས་བྲོ་ཡི་ཕ་ས་ཞེས་མཚན་སྙན་ཕྱོགས་བཞིར་ཁྱབ། ཁ་བ་ལུང་རིགས་རྩྭ་ལྟ་རི་བོ་གདོང་ཆེ་གཉའ་གཉ་སྟོང་སྐོར་གནས་རི་སོགས་ཕྱི་སྣོད་ཀྱི་བཀོད་པ་མཛེས་སྡུག་ལྡན་ལ། སྐ་རགས་ཇོ་བོ་དང་སྡེ་མགོན་པོ་ཧོར་གྱི་དགེ་འདུན་སྐྱིད་གསུམ་དཀར་མཛེས་ཞབས་བྲོ་དགེ་ཐོག་བཞེས་སོགས་ནང་བཅུད་ཀྱི་རིག་གནས་ཕུན་སུམ་ཚོགས། ཉེ་ལམ་གསར་དུ་བཞུགས་པའི་གེ་སར་མཁར་གྲོང་གིས་དཀར་མཛེས་ལ་གསོན་ཤུགས་གསར་པ་ཞིག་བསྐྲངས་ཡོད། དེ་རིང་བྱམས་པའི་ཁ་བརྡ་ལེན་ཚེ་ཁམས་དཀར་མཛེས་རྫོང་དུ་སོང་ནས་དམངས་ཁྲོད་རིག་གནས་པ་ཨ་ཕ་ནོར་བཟང་དང་དམངས་སྲོལ་ཞིབ་འཇུག་པ་ཨོང་ལྡི་གཉིས་དང་མཉམ་དུ་གནས་མཆོག་དཀར་མཛེས་སྐོར་ནས་ཁ་བརྡ་བྱ་རྒྱུ་ཡིན་པས་ཁྱེད་ཀྱིས་གསན་གཟིགས་གནང་བར་དགའ་བསུ་ཞུ། འཛིན་མ་ལྷས་རྒྱལ་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེན་ཚེ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ང་ཚོ་ད་ལྟ་ཡོད་ས་ནི་སི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་བྱུང་ཁུལ་དཀར་མཛེས་རྫོང་གི་ཏའོ་རུང་རི་ཞེས་པའི་གི་དིག་གི་ཐོག་ན་ཡོད། ང་ཚོས་གི་རྒྱ་རྒྱུག་འདི་ནི་དཀར་མཛེས་ནོར་བུ་གླིང་ཞེས་པའི་གི་ས་ཆ་དེ་རེད། ད་དེ་རིང་ང་ཚོས་གི་དཀར་མཛེས་གི་དམངས་ཁྲོད་རིག་གནས་པ་ཨ་ཕག་གི་ནོར་བཟང་ལགས་དང་དཀར་མཛེས་རྫོང་ཏང་གི་སློབ་གྲྭའི་གི་དགེ་རྒན་ས་གནས་འདི་གི་དམངས་སྲོལ་རིག་གནས་ཞིབ་འཇུག་པ

འོ་ད་ཤར་ནུབ་ཀྱི་ད་ལྟ་འདི་རེད་ག་མཛེས་ཀྱི་ཤར་ནུབ་ཀྱི་བཀོད་པ་འདི། དང་པོ་ངས་ཁ་བ་ལོ་རེ་བཤད་ཀྱི། ལགས་སོ། འོ་ཡ། ད་ཁ་བ།
ང་ཚོ་ངོ་འདི་ཤོག་དེ་ར། འོ་འདི་ཤོག་ད་ཡ་རེད་ད་ལྟ་འདི། ངོ་རྒྱོང་རྒྱོང་ཡ་འདི། ཨ་ཨ། འོ་ཡ། རེད། དེ་ནས་ཡ་འདི། སྙེ་མ་བས་གོང་ཆེན་རྒྱོང་དུ། ཕ་ཡི་རྒྱང་མཚོ་ཆེན་པོ་བཟོ་རེད་འོ་ཀྱི་དེ་རེད། དེ་ནས། ཁ་བ་ལོ་རེ་གི་ཡ་འདི་བུ་ཆེ་ཡ་ཡིན་དེ།

ཨོ་ཡ། ད་ནི་ཡིན་ནའང་ནི་ད་ལྟ་འདི་རེད། རྒྱ་བཟའ་གོང་ཇོ་གི་རྒྱལ་པོ་སྲོང་བཙན་སྒམ་པོ་དེ་སོང་ཚར་གྱི་དེ་རེད་དེ་ནི་གཞིས་སུ་རྒྱལ་པོ་སྲོང་བཙན་སྒམ་པོ་གི་ཨ་ན་ལ་གཙོས་མཐའ་འདིར་ཡང་འདིར་གྱི་གཙུག་ལག་ཁང་བཅུ་གཉིས་དེ་བཞུས་ནས་དེའི་ནང་ལ་དེ་ནི་ཇོ་བོ་རྩལ་ཆེན་གྱི་སྐུ་འདྲ་ཚོ་ཕུད་ནས་གཞི་མ་དེ་ལུག་ཚར་གྱི་དེ་རེད་དེ་ནི་མཁན་ཆེན་རུ་ད་ལྟ་ཨོ་སོང་ད་ལྟ། བེ་རོ་ཙཱ་ན། བེ་རོ་ཙཱ་ན།

ད་ཀྲོའུ་རི་ཡོང་ཁོག་གི་ལོ་རྒྱུས་དང་གནས་ཡིག་རེ་བཅུ་ཡོད་ལ་རེད་དེ། ད་དེ་རིང་མདོ་དེའི་མདོ་རེད་རེད་རེད་ད་སྔོན་མ་རྒས་ཏོག་གི་གཞས་གི་ནང་ལ་ཀྲོའུ་རི་ཡོང་ཁོག་གསེར་གྱི་ལྷ་ཁང་ཞིག་གསེར་གྱི་ལྷ་ཁང་དཔའ་བོ་དཔའ་མི་ཀོ་དཔའ་བོ་དཔའ་མོ་ཀོ་ཞིག་རྟེན་འབྲེལ་བསྒྲིགས་རྟེན་འབྲེལ་དེ་དུས་བསྒྲིགས་ནམ་བསྒྲིགས་ཀྱི་རེད་ཟེར་གི་ནང་ཡོད་ད་ནི། ཨ་ཡ་ཀྲོའུ་རི་ཡོང་ཁོག་དེ་རིང་སོང་ཉིན་ལ་ད་གནས་མཇལ་མཁན་མང་པོ་འགའ་རེ་ད་ཀྲོའུ་རི་ཡོང་ཁོག་མགོ་ནས་ལ་འབྲུག་མོ་དུ་གེ་སར་གི་བཏང་རྒྱུ་ལ་དུ་ན་མང་པོ་བཤད་ཀྱི་ཡོད་ད་རེད། རིང་གི་ཤོ་ནི་ཚིག་གསལ་དུ་ནི་གདོང་ཆེ་ཉག་ཉག།

སྤང་འཁོར་བྱས་ཏེ། སྤང་བྱས་ཏེ་བྱེད་པོ་གཉིས་ཏེ། བྱེད་ཐོས་ཆེན་པོ་སྙིང་བརྩེགས་མ་ད་རུང་ཟླ་ཐམ་པ་ལ་མདོ་ལུས་གསལ་སྟོང་ཞི་བདེ་གསལ་སྟོང་ཆེན་པོ་གསལ་ལ་ཧ་ལས་པ་བས་ཆེན་པོ་གྱི་བཞི་ཡོད་རེད། རེད་རེད་རེད་དེ་དག་རེད། ཐམས་ཅད་དེ་དག་ང་ཚོ་གི་རིག་གནས་རྩ་ཆེན་པོ་ཞིག་རེད། དེ་རེད་དེ་རེད། དེའི་མ་ཚད་ལ་དེ་ནི་ང་ཚིག་གི་ས་གནས་འདི་ན་ལ་ད་ས་གཏན་མེད་པ་ཟིན་ལ་ཚ་ཆུ་ཡག་པོ་ཡོད་རེད། ཚ་ཆུ། ཨང།
ནད་རིགས་འདྲ་མོ་སྣ་ཚོགས་ནས་འཕེལ་བའི་གི་ད་ཤུགས་སོ་སོ་ནས་འཕེལ་བའི་གི།

ཁམས་དཀར་མཛེས་རྫོང་ནི་སི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་གྱི་གཞུང་བརྒྱུད་དུ་གནས་ཤིང་ཁམས་ཡུལ་གྱི་འབྲུ་མཛེས་དང་ཞབས་བྲོ་ཡི་ཕ་ས་ཞེས་མཚན་སྙན་ཕྱོགས་བཞིར་ཁྱབ། ཁ་བ་ལུང་རིགས་རྩྭ་ཟླ་རི་བོ་གདུང་ཆེན་གཉའ་གཉའ་སྟོང་སྐུ་གནས་རི་སོགས་ཕྱི་སྣོད་ཀྱི་བཀོད་པ་མཛེས་སྡུག་ལྡན་ལ། སྐ་རགས་ཇོ་བོ་དང་སྡེ་མགོན་པོ་ཧོར་གྱི་དགེ་འདུན་སྐྱིད་གསུམ་དགའ་མཛེས་ཞབས་བྲོ་དགེ་ལྟོ་བཞེས་སོགས་ནང་སྐྱེས་ཀྱི་རིག་གནས་ཕུན་སུམ་ཚོགས། ཉེ་ལམ་གསར་དུ་བཞུགས་པའི་གེ་སར་མཁར་གྲོང་གི་དཀར་མཛེས་ལ་གསོན་ཤུགས་གསར་པ་ཞིག་བསྐྲུན་ཡོད། དེ་རིང་བྱམས་པའི་ཁ་བརྡ་ལེན་ཚེ་ཁམས་དཀར་མཛེས་རྫོང་དུ་སོང་ནས་དམངས་ཁྲོད་རིག་གནས་པ་ཨ་ཕ་ནོར་བཟང་དང་དམངས་སྲོལ་ཞིབ་འཇུག་པ་ཨོང་ལྡི་གཉིས་དང་མཉམ་དུ་གནས་མཆོག་དཀར་མཛེས་སྐོར་ནས་ཁ་བརྡ་བྱས་ཀྱི་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ། ཨ་ཕ་ནོར་བཟང་གི་ཤི་ནས་གུ་གེ་བར་དུ་ཚོར་བས་ད་ཕ་ཆེ། ངའི་སོ་ནུ་དུ་ལས་ལ་བཞག་ཡས་ཁུངས་འདྲ་བཞིན་བཤད་དེ་རེད། ད་ནང་བཅས་ཀྱི་རིག་གནས་ཀྱི་ནང་ནས་ལ་ཡང། ཤེས་སྟོང་གང་དེ་འདི་ལ་ཐུན་མོང་མ་ཡིན་པའི་ཕྱིར་ན་ལ་ཡོད། འོ་ལ་སོགས་དེ་ལ་ད་ནི་ད་ག་ཚོད་ཀྱི་ཕྱི་རྒྱལ་ཁག་སོ་སོ་ཀྱི་རྒན་པ་ད་རེས་བཤད་པ་ནང་བཞིན་ལ་རྒན་ལགས་བཞི་བཅུ་ཞེ་ལྔ་ཙམ་ཟེར་དེའི་ད་རེས་ལ་ནུ་དའི་རིག་གནས་དེ་ཧ་ཅང་ཕུན་སུམ་ཚོགས་པོ་ཅིག་ཡོད་རེད། དེ་བཞིན་དུ་ལ་དེ་ནི་རྨོངས་ཁྲེལ་གྱི་རིག་གནས། དེ་ནི་བརྐོས་དཀྲོལ་གྱི་རིགས་ལ་ཡང་ནའང་ས་གཞི་སོ་སོ་ལ་སོ་སོ་ཀྱི་དེ་ནི་དཀྲོལ་འགྲམ་སྣ་ཚོགས་ཅིག་ཡོད་རེད། ལགས་སོ།

སེང་གེ། ཤྭ་བ། སྒོ་བ། དེ་བཞིན་དུ་གྱི་དེ་ནས་ད་གཡོག་སེང་གེ་དེ་བཞིན་གཡོག་དེ་ང་ཚོ་གི་ཐུན་མོང་མ་ཡིན་པ་གྲོང་གྱི་ཁྱོག་གཡོག་རེད། དཔེར་ན་ད་ང་ཚོས་གི་གཡོག་ཁྱོག་གྱི་དེ་ཁོ་ན་ཙམ་ལ་བཤད་ན་ངས་ཁྱེད་ལ་ད་གཞུང་དྲུག་གི་ས་ཆ་ལ་འགྲོ། ཁྱེད་དེ་ལ་མི་ནག་སྐད་དྲིས་སོ་ཀྲོ་རུ་ཙོ་སོ་དེ་ནས་འགྲོ་ནས་ལ་ཉི་མ་མང་པོ་ལ་ད་གཡོག་གི། འགྲོ་དུས་གི་འཇིག་རྟགས་ཆེ་འདྲེ་གི་གཡོག་འཛིན་སྒོ་ནི་ཆེ་འདྲེ་རེད་གི། དེ་འདྲེ་ལ་སོགས་པ་དེ་ལ་ད་གཡོག་གི་གཟུགས་གཞི་ལ་ད་དེ་ནས་ར་ཞོ་དུ། ཅི་ཚིག་ད་མགོ་དུ།

ད་ཆ་ཆེ་པོ་འདུག་ལ་བཤད་སྲོལ་ལ་མང་པོ་འདུག་རེད་ད་དེང་དུས་དེ་ནི་ཡང་དམིགས་བསལ་གྱི་གེ་སར་གྱི་རིག་གནས་ཀུན་ཏུ་ནག་ཉེས་ལྟ་ལོང་ད་རྒྱ་ཕྱི་ནང་ཚོགས་མེད་ཀྱི་དོགས་སྣང་བཟོ་ཡ་དེ་གངས་ཅན་རྫོང་གི་གེ་སར་མཁའ་གྲོང་གྱིས་ད་ངེད་ཀྱིས་གཞིས་ཡ་དེ་ལ་དེ་གེ་སར་རིག་གནས་ལ་ཡང་ཅི་ཟེར་གི་ཞེས་ཁ་གསབ་ཆེ་པོ་ཞིག་བྱས་གི་འདུག་དེ་ལ་ཆེད་མཁས་པ་ཡིན་ནི་འདྲ་ཡིད་སྐོ་བ་ཡིན་ནི་འདྲ་དེ་ནི་མི་མང་མང་ཚོས་ནི་དགའ་པོ་བྱེད་གི་འདུག་ཨ་ངས་དགེ་འོས་འདི་ལ་བྲིས་ཡ་དེ་ལ་ད་གངས་ཅན་རྫོང་གིས་ཨ་འགྲིག་གི།

ད་ང་ཚོ་གི་སྤྱི་ཁྱབ་ཀྲུའུ་ཞི་ཞི་ཅིན་ཕིང་གིས་གེ་སར་གྱི་རིག་གནས་ཀྱི་སྐོར་ལ་གསུས་བཤད་ཐེངས་མང་མང་པོ་ཅིག་གནང་ཡོད། དེ་ལྟ་སྲིད་ཅིག་གི་གཞི་གཞོགས་བཟོ། དེའི་རྒྱ་ཟེར་ལ་དེ་ནི་ང་ཚོ་གི་ད་ཚོང་ལ་གནས་མོ་མི་ཤོར་སེ་ཞིག་གི་སྲིད་ཇུས་བཟང་པོ་ཅིག་ཡོང། དེ་ནི་ང་ཚོ་གི་ད་གེ་སར་གྱི་རིག་གནས་དེ་རིག་གནས་ཐེ་ལན་ཅན་དུ་བསྒྱུར་ཡོད་ཀྱི་ཆེད་དུ་ལ་དེ་ནི་དབུལ་པོ་གི་གྲོང་པོ་གྲོང་པ་ད་རྒྱ་དུ་ཉེ་ཞིག་རྩ་ཆེན་བརྩམས་སེ་ལ་ད་དཔལ་འབྱོར་གྱི་ཐེ་ཁུལ་ཡག་པོ་ཅིག་སྒྲུབ་ཡོད་ཀྱི་ཆེད་དུ་ལ་དེ་ནི་གེ་སར་སེང་ཁྲུས་ཏོག་ཙེ་གི།

གནས་སུ་ཆ་ཚང་དུ་ཡོད་ར་དེ་ཡིན་པའི་རྒྱུ་མཚན་དེ་གི་གོ་ད་རིག་གནས་གི་ཁ་གྲོང་གྱིས་ཆགས་ཚར། དེ་ཡང་རིག་གནས་གཙང་མ་ཡིན་པ་གི་དེ་ནས་ད་གྲོས་ཚོགས་རྒྱ་དུ་ཉེ་ཞིག་རྩ་རྒྱས་གི་ད་དཔང་འཇོག་གི་ཐེན་ཁུལ་གྱིས་ཆགས་ཚར། དེའི་ཚ་རེ་ཁོ་དཔང་འཇོག་གི་ས་གི་ད་རིག་དཔང་འཇོག་གི་ཁ་གྲོང་གྱིས་ཆགས་ཚར། དེ་བཞིན་དུ་ལ་དེ་ནས་ད་ལོ་ལ། ཉེ་དུས་ཉེར་ཕྱེད་ལོག་ལ་དེ་ནི་ཨེ་ཤི་རིམ་པ་ཅན་གྱི་ཡུལ་སྐོར་གྱི་རིག་གནས་ཀྱི་ཁྱོགས་ཚར། ཡུལ་སྐོར་གྱི་རྒྱ་ཞུམ་མོ་གི་སྙོམས་མང་པོ་ཅིག་ད་འདི་ན་ལ་འབྱུང་བགྱིད་ཀྱི་ཤོར། དེའི་ཕྱིར་ཡུལ་སྐོར་གྱི་ཁ་གྲངས་ཀྱིས་ཁྱག་ཚར། དེ་བཞིན་དུ་ལ་དེ་ནི་ད་ས་གནས་སོ་སོ་གི་ད་གེ་སར་ཞིང་བརྒྱུད་པ་མང་པོ་ཅིག་ས་གནས་འདི་ལ་བཞུགས་ནས་ལ་ད་སུག་པོ་གནས་འདུག་ས་གནས་གཞན་དག་ནས་ལ་འདི་ན་ལ

ལགས་སོ། དེ་ཡི་ཚེ་རིང་ལ་མངལ་ཆད་དག་སྤྱི་མཚུངས་སར་གཉིས་གཉིས་དེ་ལ་འདས་ད་ཚོང་འདུས་ཆེན་པོ་གཅིག་ཡོད་ས་གཅིག་ཆགས། དེ་ཡི་ཚོང་འདུས་དེ་ལ་དེ་ནས་དཀར་མཛེས་རྫོང་གི་མགོ་ཁྲིད་ནང་པ་གི་ད་དཀར་མཛེས་གི་ས་གནས་འདི་ལ་ཉེ་ལོག་གི་རྫུས་ཁོག་སོ་སོ་འདུག་འདི་ན་ཡོང་ས་གི་ཚོང་གི་ལྟེ་གནས་ལྟ་བུ་གཅིག་ཆགས་ཡོད་པའི་རྒྱུ་མཚན་དེ་གི་ཁ་གྲོང་དེ་ལ་ཡང་དག་ས་ཆེན་པོ་གཅིག་ཡོད་རེད་དཔལ་འབྱོར་འདི་འདས་ན་གཅིག་ཆགས་ཚར། ལགས་སོ་ལགས་སོ་ལགས་སོ་ད་བཞི་སྟོང། གེ་སར་མཁའ་གྲོང་ད་གཉིས་སྟོང།